དེ་ནས་དེའི་ཕྱི་དུས་དམ་པའི་ཆོས་ཕྱག་རྒྱ་ཆེན་པོ་ལྔ་ལྡན་གྱི་ཁྲིད་གསན་སྙམ་པས། ཐུགས་བསྐྱེད་དང་བཅས་པའི་སྒོ་ནས་གསན་པར་ཞུ། ད་དེ་ལ་དེ་ནས། ཨོ། ད་ལྟ་ང་ཚོ་དབྱར་གནས། དབྱར་གནས་ཀྱི་རྗེས་ལ་ཡིན་ན་དེ་ནས། དབྱར་གནས་འགའ་ཡིག་རྔོག་ཐུབ་པ་ལ་ད། སྔར་གྱི་དེ་ནས་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་དུས་ལ་ཡིན་ན། མཚན་ཐོག་ཐག་སྲིད་པའི་དེ་འདྲའི་མཚན་གྱི་དོན་ལ་ཡང་དེ་འདྲའི་ཆོས་ཀྱི་འཆད་རྩོད་རྩོམ་གསུམ་གྱི་མཆོད་འབུལ་བྱས་དེ་འདྲའི་གི་ཕྱག་བཟོ་བྱས་ཡོད་པ་བྱས་དེ་ཡོད་པ་ནང་བཞིན་དེ་ནི་ང་རང་ཚོ་བོད་ལོ་ཚོས་སངས་རྒྱས་ཀྱི་བསྟན་པ་དར་བའི་རྗེས་ལ་ཡང་ཨ་ནི་དེ་ནང་བཞིན་གྱི་ལུགས་སྲོལ་དེ་ཚོ་དེ་འདྲ་བྱས་བྱས་ཡོད་པ་དེ་འདྲ་ཞིག་རེད་འདུག་ཨ་ནི་དེ་འདྲའི་ནང་བཞིན་བྱས་ད་ལྟ་ང་ཚོ་ད་རིན་ཆེན་གླིང་ལ་ཡིན་ན་ཡང་ཨ་ནི་ཡང་ནས་ཚར་ཚར་བའི་རྗེས་ལ་ད་ཡང་ནས་མཇུག་ལ་དེ་འདྲའི་ཆོས་འཆད་རྩོད་རྩོམ་གསུམ་བྱས་གི་དེ་འདྲའི་ཅིག་ཡོད་པ་བྱས་དེ་ནི་ད་རང་ཞོགས་པ་ད། མཁན་རིན་པོ་ཆེ་གིས་བཀའ་བཅོ་གནང་ཡ་ད་དུ་ཚང་མ་གནང་ཚར་བ་དེ་འདྲ་རེད་འདུག་དེ་ནས་ད་ང་ལ་ཁ་སང་དེ་ནས་མཁན་པོ་ཉི་མས་གསུང་ཡ་བྱས་པ་ཡིན་ན་དེ་ནས་མངའ་སྡེའི་སྐོར་དེ་འདྲ་བལྟས་བལྟས་ཚེ་མ་རོབ་བསྡུས་རོབ་བསྡུས་ཞུས་ན་ཨ་ནི་ཡག་པོ་ཡོང་ས་རེད་དེ་འདྲ་གསུང་གི་འདུག་ནས་ཕྱག་ཆེན་མངའ་སྡེའི་སྐོར་དེ་འདྲ་བྱས་མ་སྟེ་དེ་ཞུས་པ་ཡིན་ན་ཡང་རྣམ་པ་ལྷན་སྐྱེས་ཇི་མ་ཏག་ཉམས་ལེན་དེ་རེ་བྱས་ལ་ཨ་ནི་ཉམས་ལེན་གནང་ཚར་བ་དེ་ཚོ་ཡིན་ན་ཡང་གསལ་འདེབས་བྱ་ཡ་གཅིག་དང་ཨ་ནི་ཡང་མ་འོངས་པར་ཉམས་ལེན་གནང་འདོད་ཡོད་པ་དེ་ཚོ་ཡིན་ན་དེ་ག་རེ་ལ་བ་རེད་ད་གཅིག་བལྟས་ཚེ་འདྲ་ཞིག་རྒྱུས་མངའ་ཡོད་ཡ་དེ་འདྲས་ཀྱི་ཆེད་དུ་ཨ་ནི་ད་ཕྱག་ཆེན་ལྔ་ལྡན་གྱི་ཆོས་སྐོར་དེ་དང་པོ་ག་འདྲས་ཚེ་ཆུང་ངུ་ཡོད་མེད་ཨ་ནི་ད། དེ་ནས་ད་ལྟའི་ཉམས་ལེན་བྱེད་དུས་ཉམས་ལེན་བྱེད་སྟངས་ཀྱི་རིམ་པ་འདྲ་བོ་ཞིག་གང་འདྲི་གང་འདྲི་བྱེད་དགོས་ཀྱི་ཡོད་མེད་ཨ་ནི་ད་ལྟའི་ཉམས་ལེན་བྱས་པར་བརྟེན་ནས་ང་རང་ཚོ་གནས་སྐབས་དང་མཐར་ཐུག་གི་ཨ་ནི་ཕན་ཡོང་གང་འདྲི་གང་འདྲི་བྱུང་གི་ཡོད་མེད་དེ་འདྲ་རེད་ད་དེ་འདྲའི་སྐོར་དེ་ཚོ་ངས་མ་དེང་དུས་ཀྱི་སློབ་སྦྱོང་གི་འགྲོ་སྟངས་བྱེད་ཆེད་རྩ་བའི་གསར་བརྗེ་དེ་ཧྲོབ་ཏུ་ཧྲོབ་ཏུ་ཧྲོབ་ཏུ་བྱེད་ཆེད་མ་བཤད་ཀྱི་ཡིན་རེད་བ་ཨ་ནི་རྣམ་པ་ལྷན་རྒྱས་ཚོ་ད་དེ་རིང་ཁེ་བཟང་ང་རང་ཚོ་སློབ་སྦྱོང་སྦྱང་སྟངས་རེད་རྒྱལ་སྤྱིའི་གི།

སྤྱི་བཏང་ང་ཚོར་ཕྱག་རྒྱ་ཆེན་པོ་ལྔ་ལྡན་ཟེར་ཏེ། ཟབ་རྒྱས་གྲོགས་པོ་ཆེ་བ་ཡིན་ན་ད་གོ་ཟབ་རྒྱས་རྣམ་པ་ལྔ་རེད་བྱང་ཆུབ་སེམས་ཡེ་གདངས་ཀྱི་ལྷ། ཨ་ནེ་བླ་མ་ཀུ་ཤའི་ཕྱག་རྒྱ་ཆེན་པོ་བསྔོ་བ། དེ་ནས་དེ་རེ་བྱས་ཏེ་སྡེ་ཚན་ལྔ་ཡོད་རེད་དེ་ལ་ད་ཕྱག་རྒྱ་ཆེན་པོ་ལྔ་ལྡན་ཟེར་ནས་ཞུ་གི་ཡོད་རེད། ཡིན་ནས་ད་དེ་ཉམས་ལེན་བྱེད་མཁན་དེ་ལ་སྤྱི་བཏང་བྱས་པ་ཡིན་ན་ད་ང་ཚོ་བུ་རྒྱུད་ཀྱི་ནང་པ་ལྟ་བུ་ཅིག་ལ་ཆགས་བཞག་ཡོད་ན་བུ་གི་ཆུ་རྒྱུད་དེ་ཆུ་རྒྱུད་ཆེན་པོ་བཞི་གཡུང་དྲུང་ཆུ་རྒྱུད་ཆེན་པོ་བཞི་དེ་ཚོ་ཡིན་ན་གཙོ་བོ་ང་ཚོ་ད་ལྟ་མདོ་སྔགས་ཟུང་འཇུག་གི་ཉམས་ལེན་བྱེད་མཁན་རྐྱང་རྐྱང་ཆགས་དེ་ཡོད་རེད་ད། རྒྱ་གར་ནང་ལོགས་ལ་ཡིན་ན་ཡང་སྤྱི་དང་མདོ་རྐྱང་པ་ཉམས་ལེན་བྱེད་མཁན་དང་སྔགས་རྐྱང་པ་ཉམས་ལེན་བྱེད་མཁན་དེ་འདྲ་ཡོད་རེད་བ་ད་བུ་ལ་དྲི་བ་ཡིན་ན་མདོ་སྔགས་ཟུང་འཇུག་གི་ཉམས་ལེན་བྱེད་མཁན་རྐྱང་རྐྱང་ཡིན་དུས་ད་མདོ་སྔགས་ཟུང་དུ་འཇུག་པའི་ཉམས་ལེན་བྱེད་མཁན་ཞིག་ཡིན་ན་ད་ནི་ད་ཕྱག་རྒྱ་ཆེན་པོ་ལྔ་ལྡན་ཟེར་ཡ་དེ་ཡི་ནང་ལ། མ་འདུས་པའི་གེ་ནི་ཆོས་གཅིག་གི་ཡོད་མ་རེད་ད་ཕྱག་རྒྱ་ཆེན་པོ་ལྔ་ལྡན་ཉམས་ལེན་བྱེད་པ་ཡིན་ན་ད་མདོ་སྔགས་གཉིས་ཆ་གི་ཉམས་ལེན་བྱེད་དུ་ཡོད་རེད་ཨ་ནི་མདོ་སྔགས་ཀྱི་ཉམས་ད་མདོ་དང་སྔགས་ཀྱི་ཉམས་ལེན་བྱེད་མཁན་གྱི་ད་ཆོས་པ་ཅིག་ཡིན་ན་དེ་གི་དོན་དུ་ད་ཁོ་ལྔ་ལྡན་ཉམས་ལེན་བྱེད་ཀྱི་ཡོད་རེད་ད་ཡིན་ན་འདི་ལ་ལྔ་ལྡན་ཟེར་ཡག་གི་མཚན་དེ་གསོལ་བ་དང་མ་གསོལ་བ་ཨ་ནི་དེ་ལྔ་ལྡན་ག་རེ་ག་རེ་ཡིན་མིན་ངོས་ཟིན་པ་དང་མ་ཟིན་པ་ད་དེ་འདྲའི་ཅི་རིགས་པ་ཅིག་ཡོད་རེད་པ་འདྲ་མ་འདྲ་ཡོད་རེད་དེ་ཡིན་ན་ཡང་དོན་དུ་ཨ་ནི་མདོ་སྔགས་ཉམས་ལེན་བྱེད་མཁན་ཅིག་ཡིན་ན་ད་ལྔ་ལྡན་ཉམས་ལེན་དེ་དེ་ན་ཆགས། ཐོས་དེ་ཡོད་རེད་ཨོ་དེ་འདྲ་རེད་ད་དེ་ཡིན་དུས་ང་ཚོ་དང་པོ་ང་ཚོ་ལྔ་ལྡན་ཟེར་ཡ་དེ་ཆོས་རྒྱུད་འདི་ཉམས་ལེན་བྱེད་མཁན་གཙོ་ད་ལྟ་ང་ཚོ་བོད་ཀྱི་ཆོས་རྒྱུད་ཀྱི་ནང་ལོག་ལས་བཀའ་རྒྱུད་བར་གྱི་གཙོ་ཞིག་ཡོད་རེད་བ་དེ་ཡིན་དུས་དང་པོ་ང་ཚོ་བཀའ་རྒྱུད་པ་ཟེར་ཡ་དེ་ག་འདྲས་ཅིག་ཡིན་མིན་དེ་བལྟས་ཚེ་ངོ་ཤེས་ན་དཔེ་གལ་ཆེན་པོ་རེད་ཨ་ནི། ཆོས་བརྒྱུད་དེ་ག་འདྲས་བྱུང་ཡོད་མེད་ཨ་ནི་དེ་གའི་བརྒྱུད་པ་དེ་གའི་ཉམས་ལེན་ག་རེ་ག་རེ་བྱེད་ཀྱི་ཡོད་མེད་དེ་ཚོ་བལྟས་བལྟས་སུ་གསལ་བཤད་ཅིག་མ་བྱས་པ་ཡིན་ན་ཡང་ཧོབ་ལྟ་ག་ལ་ཆགས་ཆེན་ངང་དེ་འཇིག་རེ་ཉིན་རེ་ཟེར་ལབ་པ་ཡིན་ན་ཡང་བལྟས་སུ་དཀའ་ལས་ཁག་པོ་ཡོད་རེད་བ་དེ་དུས་ང་ཚོ་བཀའ་བརྒྱུད་པ་ཟེར་ཏེ་དང་པོ་ཧ་གོ་གོ་རེད་ད་བཀའ་བརྒྱུད་པ་ཟེར་མཁན་དེ་ལ་ཚིག་གི་འགྲེལ་བཤད་མང་པོ་ཡོད་རེད་ཁ་ཤས་ཀྱིས་བཀའ་བརྒྱུད་པ་ཟེར་མཁན་དེ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི། བཀའ་དྲི་མ་མེད་པ་ནས་མ་ཐད་ཀར་རྒྱུད་ཞེས་པའི་གི་ཆོས་བརྒྱུད་དེ་ལ་བཀའ་བརྒྱུད་པ། བཀའ་ནས་མ་ཐད་ཀར་རྒྱུད་ཞེས་པ་དེ་ལ་བཀའ་བརྒྱུད་པ་རེད་དེ་འདྲའི་གི་འབྲེལ་སྲོལ་ཡོད་བ་ལྟར་ནམ་རྒྱུན་དཔེར་ན་ང་ཚོ་བཀའ་གདམ་ཟེར་རོ་ཞེས་དཔེར་ན་བཀའ་ཐམས་ཅད་གི། རྒྱ་བོད་ཀྱི་བཀའ་ཐམས་ཅད་དེ་ནི། གདམ་ངག་གི་ཚུལ་དུ་ཉམས་ལེན་བྱེད་ཀྱི་ཡོད་དུས་བཀའ་གདམ་པ་ཟེར་མཚན་དེ་ལས་ཐོབ་རེད་ཤོར་བ་དེ་ནང་བཞིན་ང་ཚོ་བཀའ་བརྒྱུད་པ་ལ་ཡང། ཨ་ནི། བཀའ་བརྒྱུད་པ་ཟེར་ཏེ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དྲི་མ་མེད་པ་དེ་ནས་མ་བརྒྱུད་བསྡད་པ་དེ་ལ་བཀའ་བརྒྱུད་པ་རེད་ནམ་རྒྱུན་དེ་འདྲའི་ཅིག་འདྲ་ཞིག་རྒྱ་ཅིག་ཡོད་རེད་ཨ་ནི་ད་ཡོངས་སུ་གྲགས་པ་འདྲ་བོ་དེ་ལ། སྐབས་བབ་ཞིག་གི་གཏམ་དཔེ་གི་རྒྱུན་འཛིན་མཁན་དེ་ལ་དེ་ནས་བཀའ་བརྒྱུད་པ་དེ་འདྲ་ཞིག་ཡོད་རེད་བ་དེ་འདྲ་རེད། ད་དེའི་དུས་ང་ཚོ་བཀའ་བབ་བཞི་ཟེར་དེ་གལ་ཆེན་པོ་རེད་ནམ་རྒྱུན་ང་ཚོ་བཀའ་བབ་བཞི་བཀའ་བབ་བཞི་ཁྱེད་རང་ཚོ་བཀའ་བརྒྱུད་པ་ཡིན་ཟེར་ལབ་ཡོང་དུས། བཀའ་བརྒྱུད་པ་ཡིན་ན་ད་ཡིན་དང་ཡིན་ལུགས་ཅིག་ཤེས་དགོས་གི་རེད་ཡིན་དང་ཡིན་ལུགས་ཤེས་ཡོང་དུས་དེ་ནི་དང་པོ་ང་ཚོ་དེ། བཀའ་བབ་བཞི་ཟེར་དེ་ཡིན་གཅིག་མིན་གཅིག་ངོ་སོང་གི་རེད་ད་བཀའ་བབ་བཞི་ཟེར་མཁན་དེ་ངོ་སོང་ཚར་སོང་ན། ཨ་ནི་དེའི་གི་རྒྱུད་པ་འཛིན་མཁན་དེ་ལ་བཀའ་རྒྱུད་པ་ཟེར་ལབ་ཀྱི་ཡོད་དུས་ཨ་ནི་ང་རང་ཚོ་ད་བཀའ་རྒྱུད་པ་ཆགས་ཀྱི་འདུག་ཆགས་ཀྱི་མི་འདུག་ཨ་ནི་སོ་སོ་གི་ད་ཡ་ཆེ་ཡོད་ར་བ་དེ་འདྲ་རེད་དེ་ཡིན་དུས་དང་པོ་བཀའ་བབས་ཤེས་ཟེར་ཡ་དེ་ག་འདྲའི་ག་འདྲའི་ཡིན་མིན་དེ་མ་ངེས་རོགས་ངོ་སྤྲོད་ཧྲོབ་ཙི་ཙི་ཞུ་གི་ཡིན། དེ་ཡིན་དུས་ད་ང་ཚོ་བཀའ་བབས་དང་པོ་དེ་ལ་སྤྱིར་བཏང་ང་རང་ཚོ་བཀའ་རྒྱུད་པའི་གི་བཀའ་བབས་ཤེས་ཟེར་ཡ་དེ་གི་ནང་གི་དང་པོ་བཀའ་བབས་དང་པོ་དེ་ལ་གཙོ་ཆེ་ཤོས་དེ། གསང་བ་འདུས་པ། ད་ལྟ་ང་ཚོའི་ཡི་དམ་གྱི་ལྷ་ཚོགས་དེ་ཚོ་ནང་ལས་གསང་འདུས་ཟེར་ཏོ་གསང་འདུས་དེ་ལ་དེ་ནས་རིམ་ལྔ་མ་ཁྲིད་རིམ་ལྔའི་གི་ཁྲིད་ཞེས་ཡོང་རེད་ད་དེ་ཚོ་དཀར་པོ་དང་པོ་དེ་རེད་ད་དེའི་གི་བླ་མ་བརྒྱུད་པ་འདྲ་བོ་ཆགས་ཤ་བ་ཡིན་ན་ཨ་ནི་རྡོ་རྗེ་འཆང་བྱང་ཆུབ་སེམས་དཔའ་བློ་གྲོས་རིན་ཆེན་འཕགས་པ་ཀླུ་སྒྲུབ། ཨ་ནེ། གྲུབ་ཆེན་མ་དམ་མཁའི་འོ་ད་དེ་ནས་བྱས་ནས་ཏེ། མ་ད་ནས་གྲུབ་ཆེན་ཏེ་ལོ་པ་ལ་བརྒྱུད་པ། ད་དེའི་གི་བརྒྱུད་པའི་གི་བརྒྱུད་པ་དེ་གཙོ་བོ་རིག་མ་གྲོང་ཆོག་གི་ཉམས་ལེན་དེ་རེད། ད་ལྟ་གསང་འདུས་ནང་ལ་ཡོད་པའི་རིག་མ་ཟེར་ཡ་དེ་དང། ཨ་ནེ་འཕོ་བ་གྲོང་ཆོག། འོ་ད་དེའི་གི་བཀའ་བབ་དེ་ལ་བཀའ་བབ་དང་པོ་ཞིག་ཡོད་རེད་ད་དེའི་བཀའ་དེ་སུ་ལ་ཕབ་པ་རེད་ལབ་པ་ཡིན་ན་སྤྱི་བཏང་གི་ད་ཕོ་བ་རིམ་ལྔ་དང་གྲོང་འཇུག་གི་བཀའ་བཀའ་བབ་དེ་ཚོ་ད་གྲུབ་ཆེན་གོང་དུ་མ་རིམ་པ་བཞིན་དུ་ཞུས་པ་ནང་བཞིན་བྱས་ནས་ད་ཐ་མ་དེ་གྲུབ་ཆེན་གཏེར་ལུགས་པ་ལ་ཕབ་པ་དེ་འདྲས་ཅིག་ཆགས་དེ་ཡོད་རེད་འོ་དེ་ལ་བཀའ་བབ་དང་པོ་ཞིག་ལབ་གི་ཡོད་རེད། ད་སྐབས་བབ་གཉིས་པ་དེ་ལ་ང་ཚོ་ག་རེ་ཟེར་ན། ཕྱག་རྒྱ་ཆེན་པོ་ཕྱག་ཆེན་གྱི་བཀའ་བབ་དེ་རེད། ཕྱག་ཆེན་གྱི་བཀའ་བབ་དེ་དེ་བླ་མ་བརྒྱུད་པ་དེ་ག་འདྲ་རེད་ཟེར་བ་ཡིན་ན། དེ་ནས་ལག་ན་རྡོ་རྗེ་གྲུབ་ཆེན་དཔལ་ལྡན་ས་ར་ཧ། ཨ་ནས་གྲུབ་ཆེན་ལོ་ཧི་བ། དེ་ནས་གྲུབ་ཆེན་འབྲིང་གི་བ། ཨ་ནས་དེ་ནས་བ། ད་ལྟ་ང་ཚོ་གྲུབ་ཆེན་ཏེ་ལོ་བ་ལ་བཀའ་བབ་བ་ད་དེ་ལ་ཕྱག་རྒྱ་ཆེན་པོ་བཀའ་བབ་དེ་འདྲ་རེད། ད་དེ་ནས་འདི་བཀའ་བབས་གཉིས་པ་དེ་རེད་ད་བཀའ་བབས་གསུམ་པ་དེ་ཨ་ནི་གཏུམ་མོ་དེ་རེད། ད་འདི་གཏུམ་མོ་བཀའ་བབས་དེ་རེད་གཏུམ་མོ་བཀའ་བབས་འདྲ་བོ་ཆགས་ཤར་བ་ཡིན་ན་ཨ་ནི་བླ་མ་བརྒྱུད་པའི་རིམ་པ་དེ་ག་རེད་ཟེར་ན་དེ་ནི་མཁའ་འགྲོ་མ་སུ་མ་སུ་མ་སྡེ་ཟེར་མཁན་འདྲ་བོ་དང་དེ་ནས་གྲུབ་ཆེན་ཐང་ལོ་པ་དང་གྲུབ་ཆེན་དཀར་ནག་རི་པ་ཨ་ནི་དེ་ནས་གྲུབ་ཆེན་ཏེ་ལོ་པ་ལ་བརྒྱུད་པའི་ད་འདི་གཏུམ་མོ་བཀའ་བབས་ཀྱི་བརྒྱུད་པ་དེ་འདྲ་ཟེར་བ་དེ་འདྲ་རེད་ད་དེ་ནས་དེ་ནང་བཞིན་གྱི་ད་སྐབས་བབ་བཞི་པ་དེ་འོད་གསལ་དང་རྨི་ལམ་གྱི་སྐབས་བབ་དེ་རེད། ད་འོད་གསལ་དང་རྨི་ལམ་གྱི་སྐབས་བབ་བྲོ་བ་ཤ་ཤ་བས་ན་དེ་དེའི་གི་རྒྱུད་པ་དེ་ཚོ་ཡིན་ན་གྲུབ་ཆེན་འགྲོ་འདྲུ་ཧེ་རུ་ཀ་དང་གྲུབ་ཆེན་བི་ན་ས་དང་དེ་ནས་གྲུབ་ཆེན་ལ་བ་བ་བ་དང་གྲུབ་ཆེན་ཨེ་དྲ་འབུ་ཏི་ཆུང་བ་ལ་སོགས་པ་ནས་མ་རིག་པར་བརྒྱུད་པའི་གི་རྒྱུད་ནས་དེ་ནས་གྲུབ་ཆེན་ཏེ་ལུ་བ་ལ་སྐབས་བབ་དེ་བ་དེ་འདྲ་བྱས་གི་སྐབས་བབ་དེ་ཚོ་དེ་རེད། ད་དེའི་གི་དོན་དག་དེའི་སྐབས་བབ་དེ་ཚོ་ནང་ལ་ཡོད་པའི་གི་ཆོས་དེ་ཚོ་དེ་ཚུལ་བསྡུས་པ་ཡིན་ན་ད་ང་རང་ཚོ་དེ་རིང་ཁྱེད་ཚང་ཡོངས་སུ་གྲགས་པ་དེ་དག་ཕྱག་ཆེན་ཆོས་དྲུག་ཟེར་ལབ་བསྡད་ཤོར་བ་ད་ང་ཚོ་ནམ་རྒྱུན་ཕྱག་རྒྱ་ཆེན་པོ་དང་ཆོས་དྲུག་ཕྱག་ཆེན་ལྔ་ལྡན་ནཱ་རོ་ཆོས་དྲུག་ཕྱག་ཆེན་ལྔ་ལྡན་ནཱ་རོ་ཆོས་དྲུག་ཉམས་ལེན་བྱེད་དགོས་རེད་ཟེར་ད་བླ་མ་ཚང་མས་གསུང་གི་ཡོད་རེད་ང་རང་ཚོ་ཡང་དེ་བྱེད་དགོས་ཀྱི་ཡོད་རེད་དེ་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ནས་ད་དང་པོ་རྒྱུས་པ་འདྲ་བ་ཅིག་གང་དྲན་ཅིག་ཆོས་འདྲ་བ་ཞིག་ན་ཆོས་ཀྱི་ཆུ་མགོ་གང་ལ་ཐུག་པ་ནང་བཞིན་བྱས་ནས་ང་རང་ཚོ་གི་ཨ་ནི། རྒྱུད་པ་དེ་ཡང་ཅིག་ས་ཆོས་དང་གནམ་ཆོས་ལྟ་བུ་མ་ཡིན་པ། ཨ་ནི་རྒྱུད་པ་དེ་ནི་རྒྱ་གར་ཆོས་ཁུངས་བཙུན་པའི་གུས་པ་སླ་བ་ནང་བཞིན་བྱས་ནས་ཁོ་ཆོས་ཁུངས་ལྡན་དར་སའི་ཡུལ་རྒྱ་གར་ཡུལ་ནས་ཚུད་དར་བ་ཡོད་པ་ཡིན་རྒྱ་གར་ལས་ཀྱང་དེ་ནི་རྒྱ་གར་ནང་ལོགས་ལ་ཆགས་ཤར་བ་ཡིན་ན་ཡང། ཅིག་དེ་འདྲའི་ཅིག་ཁུངས་མེད་ལུང་མེད་ལྟ་བུ་མ་ཡིན་པ་ད་ཕུག་རྒྱལ་བ་རྡོ་རྗེ་འཆང་ནས་བྱས་ནས་མ་ད་དེ་འདྲའི་ཆེ་ནི་རྒྱུད་སྡེ་བས་ཀྱི་གདམས་པ་དེ་འདྲ་ཅིག་ཆགས་དུ་ཡོད་རེད། འོ་ད་དེ་ལ་ང་ཚོ་ནམ་རྒྱུན་བཀའ་བབས་ཞེས་དེ་ལབ་ཡོད་རེད་བ་ད་དེ་ནས་བཀའ་བབས་ཞེས་ཀྱི། དམ་པ་དེ་དག་ཐམས་ཅད་ཕྱོགས་གཅིག་ཏུ། འདི་ལྟར་ང་ཚོ་འགྲོ་ཞིང་འདོམ་གཅིག་ལ་ཚུལ་དཀའ་སྟེ་སུ་ལ་བབ་པར་སླ་བས་ན་གྲུབ་བའི་དབང་ཕྱུག་དེ་ནི། ཏེ་ལོ་པ་ཤེས་རབ་བཟང་པོ་ཟེར་བས་ཁོང་ལ་བབ་པར་བ་དེ་གྲུབ་ཅིང་ཏེ་ལོ་པ་ཤེས་རབ་བཟང་པོ་ཟེར་དེར་ལྟ་དེ་ནས་མ་བརྒྱུད་པའི་གེ། ཏེ་ཏེ་ལོ་ནཱ་རོ་མར་པ་མེ་ལ་ཨ་ནི་ཤུ་སྒམ་པོ་པ་ཕག་མོ་གྲུ་པ་སྐྱོ་བ་འཇིག་རྟེན་གསུམ་གྱི་མགོན་པོ་ནས་ཕྱེ་ནས་དེ་ནི་ད་ལྟ་ང་རང་ཚོ། རྟ་དྲེལ་ཅན་རྩ་བའི་བླ་མའི་བར་དུ་བྱོན་བདེ་བས་ཀྱི་བརྒྱུད་པ་དེ་ལ་དེ་ནི་བཀའ་བརྒྱུད་པ་ཞེས་ནས་དེ་འདྲ་བྱས་མིང་དེ་རེ་ཐོགས་ཡོད་ར་བ་འོ་དེ་འདྲ་རེད་ད་དེ་ཡིན་དུས་དེའི་ནང་ལོགས་ནས་ད་དེ་བཀའ་བབས་ཤིག་གི་བརྒྱུད་རིམ་འདྲ་བོ་བྱས་ནས་དེ་འདྲ་བྱས་ནས་ཆགས་དེ་ཡོད་རེད་དེ་ནས། ད་ལྟ་ང་ཚོ་སྐབས་བབ་ཤེས་ཟེར་ཡ་དེ་དང་པོ་གསལ་བོ་ཞིག་ན་ཧ་གོ་སོང་ང་ད་དེའི་རྗེས་ལ་ད་དེ་ལས་མང་དེའི་རྒྱུས་པ་འཛིན་མཁན་དེ་ལ་དེ་ནས་བཀའ་རྒྱུད་པ་ཟེར་བྱས་ན་མིང་དེ་འདྲ་བྱས་ནས་ཐོབ་ཀྱི་ཡོད་རེད་ད་དེ་ལ་ཡང་རིགས་གཅིག་གི་བཀའ་རྒྱུད་པ་ཟེར་བྱས་ནས་ཡི་གེ་བྲི་མཁན་དེ་འདྲ་ཡོད་རེད་ད་བཀའ་རྒྱུད་པ་ལབ་པ་ཡིན་ན་ང་རང་ཚོ་བཀའ་རྒྱུད་ཀྱི་དེ་ནས་གྲུབ་པའི་དབང་ཕྱུག་ཏེ་ལོ་ནཱ་རོ་མར་བ་མེ་ལ་ལ་སོགས་པ་དེ་ཚོ་ཚང་མ་ཡིན་ན་གོ་དཀར་ལྕང་ལོ་ཅན་ད་ནམ་ས་རེད་དཀར། རས་དཀར་གྱི་ན་བཟའ་གནང་མཁན་དེ་འདྲ་རེད། རས་དཀར་གྱི་ན་བཟའ་གནང་མཁན་དེ་འདྲ་ཡིན་དུས་དེ་ནས་བཀའ་བརྒྱུད་པ། དེ་འདྲ་བྱས་ནས་མཚན་བྲིས་སྲོལ་དེ་འདྲ་ཡོད་རེད་ད་དོལ་ཚོགས་ཡིན་ན་ད་རྒྱུ་མཚན་གཅིག་ན་བཟས་ཀྱི་ཐོག་ནས་མཚན་གྱི་རྣམ་གྲངས་གསོལ་བ་དེ་འདྲ་ཞིག་རེད་དོ། ད་ཡིན་ན་ཡང་ད་ནི་ང་རང་ཚོ་བཀའ་བརྒྱུད་པ་ཟེར་ཏེ་དོན་དངོས་ཀྱི་ཐོག་ནས་བཤད་པ་ཡིན་ན་དེ་བཀའ་བབས་ཤིག་གི་རྒྱུན་དམ་པའི་རྒྱུ་མཚན་བྱེད་མཁན་དེ་ལ་ཨ་ནི་ད་བཀའ་བརྒྱུད་པ་དེ་འདྲ་ཞིག་ཆགས་ཏེ་ཡོད་རེད། ད་དེ་གི་ད་ང་ཚོ་བཀའ་བརྒྱུད་པ་གི་གསལ་གི་དེ་སྐབས་བབ་ཞིག་གི་དམ་པའི་བརྒྱུད་པ་ཚོ་ཚང་མ་ཡིན་ན་གསང་སྔགས་ཀྱི་ཉམས་ལེན་རྐྱང་རྐྱང་ཆགས་ཏེ་ཡོད་རེད་གསང་སྔགས་ཀྱི་དེ་གཙོ་བརྒྱུད་སྡེ་དང་འབྲེལ་བའི་གི་ཉམས་ལེན་དེ་རེད་ཆགས་ཏེ་ཡོད་རེད་ད་བརྒྱུད་སྡེ་དང་འབྲེལ་བའི་ཉམས་ལེན་ཚོ་ཚོ་ཡིན་ན་ང་ཚོ་གསང་སྔགས་ཆོས་འདྲ་བོ་ཆགས་ཤར་བས་ན་ནམ་རྒྱུན་བསྐྱེད་རིམ་དང་རྫོགས་རིམ་གཉིས་གི་ནང་ལ་མ་འདུས་པས་གི་དེ་གསང་སྔགས་ཆོས་ཡོག་མར་བ་དེ་ཡིན་དུས་ད་དེ་ཚོ་ནང་ལོགས་ནས་ཁ་ཤས་རྫོགས་རིམ། ཆགས་ཡོད་རེད་ད་རྫོགས་རིམ་དེ་ཚོ་ཡིན་ན་ཚན་ཆེད་ཀྱི་རྫོགས་རིམ་དང་ཚན་མེད་ཀྱི་རྫོགས་རིམ་ཟེར་ཡོད་པ་དེ་འདྲ་ཡོང་གི་ཡོད་རེད་བ་དེ་འདྲ་ཡིན་དུས་དེ་ཚོ་མང་ཆེ་ཚན་ཆེད་རྫོགས་རིམ་ཆགས་ཀྱི་ཡོད་རེད་ཡ་ནི་ད་གསང་བ་འདུས་པ་ལ་སོགས་པ་བརྒྱད་སྟོང་གི་རིགས་དེ་ཚོ་འདྲ་བ་ཡིན་ན་ཡ་ནི་བསྐྱེད་རིམ་གྱི་ཁོངས་སུ་གཏོགས་གི་ཡོད་རེད་བ་བ་དེ་འདྲ་བྱས་ནི་རེད་ད་བསྐྱེད་རིམ་དང་རྫོགས་རིམ་གཉིས་བྱས་ནི་དེ་འདྲ་ཞིག་ཡོང་གི་ཡོད་བ་དེ་འདྲ་བྱས་ནི་རེད་ད་དེ་ནས་མང་ཡོང་ནི་དྭགས་པོ་རིན་པོ་ཆེ་གི་སྐབས་དུ་བ་ལ་ཡ་ནི་ང་ཚོ་བཀའ་གདམས་པ་དང་ཡ་ནི་དེ། བཀའ་བརྒྱུད་བཀའ་བརྒྱུད་བར་གྱི་བརྒྱུད་པ་དེ་ཟུང་དུ་འབྲེལ་ཡོད་དུས་དེ་ནི་བཀའ་ཕྱག་གཉིས་སམ་བརྒྱུད་པ་སུམ་འབྲེལ་གྱི་གསལ་དུ་འཆར་བ་བཀའ་ཕྱག་གཉིས་སམ་ཡང་མེད་ན་བརྒྱུད་པ་སུམ་འབྲེལ་ད་བརྒྱུད་པ་སུམ་འབྲེལ་ལ་བས་དུས་ཟབ་མོ་ལྟ་བའི་བརྒྱུད་པ་རྒྱ་ཆེན་བརྗོད་པའི་བརྒྱུད་པ་ཉམས་ལེན་བྱིན་རླབས་ཀྱི་བརྒྱུད་པ་དེ་གི་བརྒྱུད་པ་ཆུ་བོ་གསུམ་གཅིག་ཏུ་འདྲེས་པའམ་ཡང་ན་བཀའ་གདམས་པ་དང་ཨ་ནི་ཕྱག་ཆེན་གྱི་བརྒྱུད་པ་ཟུང་དུ་འབྲེལ་བའི་གི་བརྒྱུད་པ་དེ་འདྲ་གཅིག་ལ་དེ་འདྲའི་གི་བརྒྱུད་འཛིན་གཅིག་ལ་དེ་དག་པོ་བཀའ་བརྒྱུད། དེ་འདྲ་ལབ་དགོས་ད་ང་རང་ཚང་མ་གར་ཆགས་དེར་དྭགས་པོ་བཀའ་རྒྱུད་ཟེར་ཆགས་དེ་ཡོད་རེད་བ། དེ་འདྲ་ང་ཚོ་དྭགས་པོ་བཀའ་རྒྱུད་རེད་ང་ཚོ་དྭགས་པོ་བཀའ་རྒྱུད་ཡིན་སེམས་ནང་ལོག་ལ་ཡིན་ན་ང་རང་ཚོ་དྭགས་པོ་བཀའ་རྒྱུད་ཀྱི་རྗེས་འཇུག་ཡིན་བསམ་པའི་བསམ་བློ་དེ་འཁོར་ཡོང་དུས་ང་རང་ཚོ་རྒྱུད་པ་དེ་ཚོ་ཡིན་གཅིག་མིན་གཅིག་ཤེས་དགོས་བ་དེ་འདྲ་ཆགས་དེ་ཡོད་རེད་བ། ཨོ་དེ་འདྲ་རེད།